ཨོ་ཡང་དེ་རིང་ང་ཚོ་བེད་ན་ལེན་འདྲེ་ཨ་ནེ་སྐད་འཕྲིན་ཚོགས་པའི་ཚོགས་གཙོ་མཆོག་དང་ཚང་མ་ཚང་མ་ལགས་ལ་འཚམས་འདྲི་དག་བྱས་ནས་དོན་དགོང་ཉིད་དུ་ཨ་ལེན་བཅུ་དགུ་ལོའི་སྤྱིན་ཟླ་བཅུ་པའི་ཚེས་བ་དེའི་དགོང་མོ་དེའི་རེས་ད་དང་པོ་ཡན་ཆད་དེ་སློབ་པའི་ཆོ་ག་ལམ་བུ་ཨ་ནེ་གསུང་རྩོམ་ངོ་སྤྲོད་ཀྱི་ནང་ལ་ནས་ནང་གསེས་ཀྱི་སྡེ་ཚན་ལྔ་པ་ཨ་ནེ་ཕྱོགས་བཅུའི་འཁོར་ལོའི་སྐོར་དེ་ཡེ་ཤུས་ཟིན་པ་རེད་ད་དོན་དགོང་དེའི་ཁྲོད་ནས་སྡེ་ཚན་དྲུག་པ་དེ་རིག་པ་ལ་འཇུག་པའི་སྐོར

ང་ཚོ་གཞན་ཡང་ཁྱི་རབས་རྒྱ་མཚོས་མཛད་པའི་རྒྱན་དྲུག་མཆོག་གཉིས་ཀྱི་རྟོགས་བརྗོད་ངོ་མཚར་སྙན་ངག་གསེར་གྱི་ཉག་ཐག་ལ་ལྟ་བའི་བསྟོད་པ་རྨད་བྱུང་ཨ་ནེ་ནུ་བོའི་ཆུང་འདྲིས་ལོ་སར་གུར་རྒྱན་གནང་ནས་བསྟོད་པ་རྗེས་འབྲང་ལ་ཞུ་བ་བྱས། ད་སྤུན་ཀ་འཇང་ཁྱི་རབས་རྒྱ་མཚོས་ཅོ་བ་དེ་ཆིག་སྟོང་དགུ་བརྒྱ་བཅོ་མེད་གཅིག་ལོ་ལ་སྐུ་འཁྲུངས་ལ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོ་ལ་དགོངས་པ་རྫོགས་པ་རེད་ད་ཁོང་གིས་མཛད་པའི་ད་ལྟ་སྐྱེ་འགྲོ་ཆོས་ཉིད་ཀྱི་རྟོགས་བརྗོད་དེའི་ཁུངས་འདི་ད་ལྟ་བྱུང་ན་མདོ་སྔགས་རིག་པའི་དཔེ་སོགས་ཀྱི་པོད་གཉིས་གསར་སྒྲུབ་པ་དེ་རེད་བྱུང་ད་ལྟ་ཚིག་དྲི་མེད་རིག་པའི་རྒྱུད་ཁང་ནས་ཉིས་སྟོང་དགུ་ལོ་ལ་པར་ཞེས་པའི་དེབ་གཟུགས་ཀྱི་ཤོག་གྲངས་བཞི་པ་ནས་མ་ཡོད་པའི་ནཱ་རོ་ནས་སློབ་དཔོན་མཆོག་གི་གླང་པོའི་བསྟོད་པ་དེ་ཡང་ནམ་མཁའ་མཚོ་གཉིས་བསྐལ་པར་གོམས་པའི་ཚུལ་སྒྲུབ་ཅེས་རིག་པའི་ལོགས་བྲིས་འཁྱུག་ཙམ་གྱིས་ཏཱ་ལའི་ལོག་ལྟའི་བྲག་རི་མཐར་བཙལ་པ་མཁས་པའི་གཙུག་རྒྱལ་མཆོག་གི་གླང་པོ་གདུལ་བྱའི

དང། རིག་པའི་སྟོབས་ཀུན་ལས་ཁྱད་པར་དུ་འཕགས་པ་དེ་འདྲའི་བསྟན་བཅོས་ཡིན་པས་ཡིན་ཚ་བསྟན་བཅོས་དེ་ད་ལྟ། ད་ལྟ་སློབ་དཔོན་གྱི་ཨ་ནེ་རྟོག་གེ་བསྟན་བཅོས་ཚང་མ་ཀློག་གི་ད་རྩ་བ་མ་སྐྱེས་ཕྱི་མོ། ད་དེ་འདྲ་ཅི་ལའང་ངོས་ཟིན་གྱི་གནང་གི་ཡོད་རེད་གང་ཡིན་ཟེར་ན་ཚད་མ་ཀུན་ལས་བཏུས་པ་ལ་སོགས་པའི་དེ་འདྲའི་གི་ཚད་མའི་གཞུང་ད་མང་པོ་ཞིག་ཞག་གསུམ་ནང་ང་ན་ལོ་ནས་ད་ལྟ། སློབ་དཔོན་མཆོག་གི་ལམ་གྱི་བཙལ་བའི་རིག་པ་ལ་བཅུག་པའི་སྒོ་དེའི། འོ་བསྟན་བཅོས་འདིས་ང་ཚོ་བརྗོད་བྱ་ལ་མཚོན་པ་ཡིན་ན་དོན་དུ་རྟོག་གེའི་ཚིག་དོན་ཁྱད་ཁོ་ན་དམིགས་བསལ་རྩལ་དུ་བཏོན་ནས་བཤད་པ་མ་གཏོགས་ཨ་ནི་རྟོག་གེའི་ཚིག་དོན་ཟུར་པ་གཞན་དག་གང་ཡང་བསྟན་བཅོས་རིག་པར་འཇུག་པའི་གོ་དེ་ན་ལ་བཤད་ཡོད་མ་རེད། དེ་འདྲ་ཡིན་དུས་ད་རིག་པ་ལ་འཇུག་པ། འོ་བསྟན་བཅོས་འདི་ལྟ་བུའི་གཞུང་འདིར་ཡང་ང་ཚོ་ཕྱི་རོལ་པ་དང་ནང་པ་གཉིས་ཀའི་ཕྱོགས་ནས་ཨ་ནི་ཁྱེད་ཀྱིས་གྲུབ་པ་བརྙེས་པའི་ད་གེ་བའི་དབང་པོ་རྣམ་པ་ཚོའི་དགེ་བ་འབྲི་བཞེད་ཡོད་པ་དེ་འདྲའི་དམིགས་བསལ་གེགས་སེལ་གྱི་མི་འདུག། དེ་ན་ཕྱིས་བོད་ལ་བསྒྱུར་རས་ན་རོ་ནས་ན་ཚ་བདེ་འགྱུར་གྱི་དཀར་ཆག་ན་རོ་བལྟས་པ་ཡིན་ན། འོ་ན་ཚ་བདེ་འགྱུར་གྱི་དཀར་ཆག་ལ་ཡང་ཨ་ནི་བྱ་གག་གི་འདྲེས་པ་ཅིག་ཡོད་པ་ཅིག་གསལ་ཡོད་རེད། ཡིན་པ་ཡིན་ན་ན་ཚ་བདེ་འགྱུར་གྱི་ན་ལོ་ལ་ད་ལྟ་བྲིས་པའི་ཨ་ནི་གཞུང་དངོས་དེ་ང་ཚོ་སྙིགས་ཡོད་མ་རེད། ན་ཚ་བདེ་འགྱུར་ན་ལ་ཡང་བཞུགས་ཡོད་མ་རེད། ད་ཡིན་པ་ཡིན་ན་ཡང་ང་ཚོ་རྒྱ་བོད་ཀྱི་ད་ཚད་མའི་གཞུང་ཆེན་མོ་དེ་ཚོའི་ནང་ལོགས་ལ་ནི་བསྟན་བཅོས་འདི་དགའ་བསུ་རེད་ད་ལྟ་རིག་པར་ཆུག་པའི་གོས་སྤྲས་པ་འོ་དེ་ཡོད་པས་ཡང་ཁུངས་དེ་འདྲའི་གེ་སད་གི་ཡོད་མ་རེད་ཨ་ད་དེ་རྩ་བའི་མུ་འབྲེལ་འདི་བྱས་འདྲ་པོ་ཅི་ཡང་མུ་འབྲེལ་ཤོད་ཅིག་བྱས། ད་འདི་ནས་བདུན་པ་ལ་འཇུག་པ། ཡང་ག་ཚོད་བདུན་པ་འདིའི་ཁོ་ནས་ཞུགས་ན་ཅི་རེད་ཚད་མ་རིགས་གཅིག་དང་རིགས་པའི་སྒོ་རིགས་པ་ལ་འཇུག་པ་དང་རིགས་པའི་སྒོ་ཟེར་ཡང་གི་ད་ཚན་ཧ་ཅང་འདྲ་པོ་ཡོད་པས་བདེན་བརྫུན་གཉིས་ཡོང་གི་ཡོད་རེད་ད་ནམ་ར་ད་དེ་གཅིག་ཡིན་དང་ཐ་དད་ཡིན་དེའི་སྐོར་དེ་གཞན་མང་པོ་རེ་ཞུ་བ་ཡིན་ད་དེ་ཡང་ཐོག་མ་ང་ཚོ་བཀྲིས་སྒོ་ཕྱི་ཚང་དཀོན་མཆོག་རིན་ཆེན་གི་བསྩལ་བའི་སྐྱེ་འགྲོ་མཆོག་གཉིས་ཀྱི་བསྟོད་པ་ཨ་མྱེ་རྨད་བྱུང་བློ་གྲོས་ཀྱི་གཏེར་ཚུལ་ནང་དེ་འདྲི་ཚུལ་འགོ་འདུག་ད་བཀྲིས་སྒོ་དཀོན་མཆོག། རིན་ཆེན་ཆེ་བ་འདི་གཅིག་སྟོང་ལྔ་བརྒྱ་དགུ་བཅུ་ཐམ་པའི་ལོ་ན་སྐུ་འཁྲུངས་ནས་གཅིག་སྟོང་དྲུག་བརྒྱ་ལྔ་བཅུ་ང་བཞི་ལོར་དགོངས་པ་རྫོགས་པ་རེ་ཁོང་གིས་མཛད་པས། སྐྱེ་འགྲོ་ཆོས་ཉིད་ཀྱི་བསྟོད་པའི་ཁུངས་འདི་ད་ལྟ་འབྲི་གུང་བཀའ་བརྒྱུད་ཆོས་མཛོད་ཀྱི་པོད་ཆགས་རིན་པོ་ཆེ་འདིའི་དཔེ་རིན་གྱི་ཕྱོགས་གྲངས་སུམ་ཅུ་ཐམ་པའི་རྒྱབ་ཆོས་ཡིག་འབྲི་གཉིས་པ་ནས། ཨ་ནེ་མཁས་པའི་དབང་པོ་སློབ་དཔོན་མཆོག་གི་ལམ་གྱི་བསྟན་པ་འདི་ལས་ཚུལ་ལྡན་མང་དུ་ཐོས་པའི་ལོས་སྟོབས་དང་རྣམ་དཔྱོད་ཤིང་རྟ་གཅིག་གི་གོམ་སྟབས་ཀྱིས་ས་ཆེན་བགྲོད་ནས་ལྟ་ངན་བསལ་མཛད་པའི་ཕྱོགས་གྲངས་རྣམ་རྒྱལ། གླང་པོ་ལ་ཕྱག་འཚལ་ཅན།

ད་དེ་ནས་རིག་པ་ལ་འཇུག་པའི་སྒོ་དང་ནི་ཚད་མ་རིག་པར་འཇུག་པའི་སྒོ་ཟེར་གི་གང་ལྟར་དག་ཆ་དྲི་བསུས་མ་འདྲ་བ་ཁག་གསུམ་རྩ་ཆེ་གསལ་ཡོད་རེད། དེ་ལ་ཡང་ད་ལེགས་སྦྱར་ནས་ཚུར་བསྒྱུར་རེས་སྐབས་ལ་ད་ལྟ་ཚད་མའི་བསྟན་བཅོས་གཅིག་དང་དེ་མ་ཡིན་པའི་ད་ལྟ་བསྟན་འགྱུར་པ་མ་ཁ་བཞི་ག་ན་ལ་བཞུགས་པ་དེ་ན་ཞིག་གིས་ཀྱང་ད་རྒྱ་ནག་གིས་བཀལ་ནས་ནི་བུ་ག་ལ་ཚུར་བསྒྱུར་རེས་ཚད་མའི་བསྟན་བཅོས་ད་ལྟ་རིག་པ་ལ་འཇུག་པ་ཟེར་གི། གཉིས་ཡོད་པའི་ནང་ལ་ནས་ད་རྒྱ་ནག་སྐད་ནས་ཚུར་བསྒྱུར་རེད་དང་ད་བསྟན་བཅོས་རིག་པ་རེད་བཞུགས་པ་སའི་དེའི་ལེགས་སྦྱར་གྱི་མ་དཔེ་དེ་ད་ལྟའི་བཞུགས་ཡོད་རེད་ད་དེ་ལ་དང་པོ་ང་ཚོ་ལེགས་སྦྱར་སྐད་ནས་ཚུར་བསྒྱུར་རེད་དེའི་དབང་དུ་བཏང་བ་ཡིན་ན་དེའི་བསྟན་བཅོས་དེའི་རྒྱ་གར་སྐད་ལ་ཡ་ནི་ན་ཡ་པ་པེ་ཤ་ན་མ་པ་མ་ནི་པ་ཀ་ར་ནི་སའི་བོད་སྐད་ལ་ཡ་ནི་ཚད་མ་རིག་པར་བཅོས་པའི་སྒོ་ཞེས་བྱ་བའི་རབ་ཏུ་བྱེད་པ་སའི་དེ་རེད།

ད་བསྟན་བཅོས་ཁོ་རང་ང་ཚོ་བསྟན་འགྱུར་ནང་ཞུགས་ཡོད་པ་ཡིན་ཙང་བསྟན་འགྱུར་སྤུས་དོམ་མི་ཤེས་ཡ་ཆེ་བ་ཡིན་ན་ཚད་མ་པོས་བཅའ་རམ་ཅི་དེ་རེད་དེ་བ་འདྲ་ཁུ་བྱུག་གོ་བསྟན་པ་དེའི་ཤོག་གྲངས་ཨ་ནི་བཞི་བརྒྱ་ལྔ་བཅུ་ང་གཅིག་གི་ནང་ལོགས་ལ་ཨ་ནི་རིག་པར་བྱུག་པའི་གོ་ས་ཡོག་རེད་དེ་ཡིན་དུས་ཆོས་ཚང་དཀར་ཆག་གི་ནང་ལོགས་ལ་རིག་པ་ལ་བྱུག་པ་ཟབ་ཡོག་རེད། གཞུང་དངོས་ལ་རིག་པར་འཇུག་པ་བྱེད་བྱེད་ད་གང་ད་ཁྲེ་ཀི་ལ་དང་ཨ་ནི་པ་ར་པར་བྱ་དང་གི་ཁྱད་པར་ཏེ་སིམ་ཡོད་རེད་འོ་དེ་བཤད་ཡོད་རེད་དེ་ན་ཞིག་ཐོ་འདི་ཡིས་སློབ་པའི་ཕྱོགས་ཀི་ལམ་དུ་བཙལ་བ་དང་ཨ་ནི་ལེགས་སྦྱར་སྐད་ནས་བོད་སྐད་ལ་བསྒྱུར་མཁན་དེ་རྒྱ་གར་གི་དཔེ་འགྲེལ་དང་ཐེམ་ཐིག་ཁྱིམ་པར་སོང་བ་རེད་ཨ་ནི་བོད་གངས་ཅན་ཁ་ཆུང་གི་སྐད་གཉིས་སྨྲ་བའི་ལོ་ཙཱ་བ་དེ་ཡིས་ད་ནང་ཤེས་རྒྱལ་དགེ་སློང་ཨ་ནི་གྲགས་པ་རྒྱལ་མཚན་དཔལ་བཟང་པོས་བསྒྱུར་རེད། བསྒྱུར་ས་དེ་ང་ཚོ་དཔལ་ས་སྐྱའི་གཙུག་ལག་ཁང་ཆེན་པོ་ལས་བསྒྱུར་ར་རེད། དེ་ཡིས་ད་ལྟ་སྡེ་དགེ་བསྟན་འགྱུར་གྱི་དཀར་ཆག་དང་ཅུ་གོ་ནི་ཆུ་ནང་ཤི་ཁུངས་རེད་དེ་ལས་ད་ལྟ་རིག་པ་ལས་བྱུགས་པའི་སྒོ་སློབ་པའི་མཆོག་གི་ལམ་གྱི་མཛད་པ་ནི་དཔལ་འདུས་དང་ཚེམས་རྗེ་མཁྱེན་པའི་གསུང་ང་དང་ལོ་ཙཱ་བ་ནི་གྲགས་པ་རྒྱལ་མཚན་གྱི་དཔལ་ས་སྐྱའི་གཙུག་ལག་ཁང་ལས་བསྒྱུར་ར་ཡིན་ཞེས་གསུངས་ཡོད་རེད། འོ་དེས་ན་ཤིང་གི་དོན་དང། དེའི་དོན་དང་མཚན་ཅན་ལ་སོགས་པ་དེ་འདྲས་ཡོད་དེ་ཡིན་པས་ནི། དེའི་དཔེ་རང་གི་དོན་དང། དཔེའི་ཤིང་གི་པདྨའི་ནཱ་རོ་ལ་མི་འགྲུབ་ཞེས་བྱའི་དེ་གསལ་བྱ། ད་དེ་ནས་གཞུང་དེའི་དོན་དང། དེ་ཀའི་བསྟན་འགྱུར་དེས་ན་ཤིང་གི་ཅོ་ནེའི་བསྟན་འགྱུར་གཉིས་ནཱ་རོ་ལ་གསལ་གྱི་ཡོད་མ་ཡིན་པས་ནི་དོན་དང། སྣག་ཚང་བསྟན་འགྱུར་དང་དཔེའི་ཤིང་གི་པདྨ་གཉིས་ནཱ་རོ་ལ་དངོས་སུ་བཞུགས་ཡོད་པས་བསྟན་ཅིང་དེ་འདྲས་ཀྱི་རེ་བྱ། ད་འདི་རྒྱ་གར་ནས་ཚུར་བོད་སྐད་ལ་བསྒྱུར་ནས་ད་ལྟ་བསྟན་འགྱུར་ནང་ལ་བཞུགས་པས་ཨ་ནི་རིག་པར་འཇུག་པའི་དོན་ཅིག་དེ་ཡིད་ཆེས་ད་གཉིས་པ་དེ་ལ་ཡང་ཨ་ནི་རྒྱ་ནག་སྐད་ནས་བོད་སྐད་ལ་ཚུར་བསྒྱུར་རེ་བསྟན་ཚུལ་དེ་ད་ལྟ་རྒྱ་ནག་གི་སྐད་དེ་ལ་ཡང་དབྱིས་མིང་ཞི་ཅིང་ལིའུ་ལི་ལིན་ཞེས་བྱས། བསྟན་འགྱུར་གྱི་ནང་ལ་བཀོད་པ་འདི་ཁ་སང་རྒྱ་ནག་སྐད་ལ་བསྒྱུར་རེ་དེ་བཞུགས་ཡོད་རེད། ད་འདི་བོད་སྐད་ལ་ཡང་ཨ་ནི་ཚད་མའི་བསྟན་བྱའི་རིག་པ་ལ་འཇུག་པ་ཞེས་བྱའོ་ཞེས།

ང་ཚོ་བོད་གངས་ཅན་གྱི་གཞུང་གི་དགེ་བའི་བཤེས་གཉེན་སྟོན་གཞོན་གྱིས་རྒྱ་ནག་གི་སྐེ་ནས་ཚུར་བུད་ཀ་རེ་རྒྱུ་ར་རེད་དེ་ད་ལྟ་བར་རྒྱུ་དེ་བྱས་ད་དེ་ནས་ཕྱི་མ་ལ་ཡང་རྒྱུ་ར་དེ་རེད་ཕྱིས་སུ་ད་ལྟ་ཤི་ཐམས་ཅད་རྒྱལ་རོ་སྨྲ་བའི་དེ་བ་ལས་རབ་ཏུ་བྱུང་ཨ་ནི་རྒྱ་ནག་ཆེན་པོའི་ད་ལྟ་ལྷའི་བཙུན་པ་ཆོས་ཀ་རིན་ཆེན་ལྷ་བཟི་ཆོས་ཀ་རིན་ཆེན་ཁ་ཟི་ང་ཚོ་ལ་རྒྱུ་ངོ་རེ་ཞུས་པ་དེ་རེད་ཁོང་གིས་ད་ལྟ

བསྡུ་རུ་ཆེ་ནི་གཏུག་བྱེད་འོག་ཏུ་དག་པར་སྤྱོད་ནི་ཚུལ་འགྱུར་ཅིག་བྱས་ཀྱི་ཡོད་རེད་དེ་ནང་བཞིན་གྱི་ད་ལྟ་རྒྱ་ནག་གི་དཔེ་ལ་ནི་རིག་པ་ལས་འཇུག་པ་ཞེས་གསལ་ཡོད་རེད་ད་དེང་སང་ང་ཚོ་བོད་པས་ལབ་སྟངས་བྱས་པ་ཡིན་ན་ཚད་མ་རིག་གོ་རིག་པའི་གོ་ཞེས་ལུང་དྲངས་གསུངས་དེ་གི་བསྟན་བཅོས་འདི་རེད་དེ་ནས་ད་འདི་གི་བསྟན་འགྱུར་གྱི་དཀར་ཆག་ནང་ལ་བལྟས་བྱས་པ་ཡིན་ན་ད་འདི་གི་བསྟན་འགྱུར་གྱི་དཀར་ཆག་འདི་ད་ལྟ་བོད་ཆུ་ཤེས་རིག་པ་ཀ་ནས་ཉེ་དུ་བརྒྱད་ལོ་ལ་བ་རི་ཞུས་པའི་དེབ་གཟུགས་ཀྱི་ཤོག་གྲངས་གསུམ་ཡོད་རྒྱ་གྱ་བཞི་ན་རོ་ལ་ནི་འདི་འཁོད་ཤག།

ངའི་རིག་པར་འཇུག་པ་དེ་ཡང་ན་ཡ་པ་བི་ཤཱས་བྱས་ཡོད་པ་ཡིན་ཙང་སྐུ་ཉིད་ཉིད་ཐ་དད་རེད་དེ། གཏན་ཚིགས་གཅིག་ལ་ལྟོས་ན་ཐད་ཀྱི་མ་རེད་ཅེས་གསུངས་ཤིང་དེ་ནང་བཞིན་གྱི་ད་ལྟ་ཚད་མའི་འགྲེལ་ཆེན་གྱི་ནང་ལོགས་ལ། འགྲེལ་བྱེད་ཁག་དང་པོའི་ནང་ལོགས་ལ་ཨེ་ནི་ཚད་མ་རེ་ཀུན་ནས་ད་ལྟ་ལུང་དྲངས་པ་དང་ཛེ་ཨེ་ནི་དེ་ལས་གསལ་མི་འདུག་དེ་ལས་ཞུགས་མི་འདུག་ཨོ་དེ་གསལ་བྱ་ད་དེ་ལྟ་ཅི་དེ་ལེགས་སྦྱར་གྱི་མ་བི་ཞུགས་ཡོད་མ་དེ་ཡིན་མིན་ནི་རེ་ཀུ་དེ་རྒྱ་ནག་གི་སྐད་ནས་ཨེ་ནི་ག་ཚོད་རེད། ཚུལ། སྤུས་ཀ་ལས་རྒྱུ་རེད་དེ་བསྟན་རྒྱུ་ན་ལ་རེ་ཞུ། ད་ཡི་གོང་ལ་རྒྱ་ནག་གི་ཁ་བསིག་ཡོད་མེད་དེ་ཞེས་བསྟན་རྒྱུ་ཞུ་ཡོད་རེད་ད་ཁ་ཤས་ཀྱི་བྱས་པ་ཡིན་ན་དེ་སློབ་པའི་ཕྱོགས་ལང་མ་ཕེབས་པའི་སྔོན་ལ་ཡར་ད་ནས་བསྟན་བྱས་དེ་ཡོད་པ་གསུང་སྐད་དེ་འདྲའི་ཡོང་ཁུལ་དུ་དེ་བྱས་པ་ཡིན་ན་ཕྱོགས་ལང་གསུང་མ་ཡིན་པ་ཆགས་རེད་བོར་བ། ད་ག་ཤས་ཀྱི་ཟེར་བ་ཡིན་ན་ད་ད་ཚད་མ་ཀུན་བཏུས་ལས།

དངོས་ལ་ཡང་ཨ་ལས་འཇུག་ལ་ཡང་འོད་གསལ་གྱི་ཚིག་སྔ་ཕྱི་གཉིས་ཀ་མེད་པ། ནི། ད་ལྟ་ང་ཚོ་ག་ཚོད་རེད་ནས་རིག་པ་ལ་འཇུག་པ་ཟེར་མ་གཏོགས་དངོས་ལ་ཡང་ཚད་མ་རིག་པའི་ལ་འཇུག་པའི་འོད་གསལ་གྱི་ཚད་མ་དང་པོ་སྔ་ཕྱི་གཉིས་ཀ་ཡོད་མེད་པ། འོ་དེ་འདྲ་ཡིན་དུས་ང་ཚོ། དེ་འདྲ་ཡིན་དུས་ད་ག་དག་རེད་ཀོ། ཡིན་མིན་ལ་ཡང་ཨེ་ནས་དོགས་པ་བྱེད་མཁན་དེ་འདྲའི་ཡོང་གི་ཡོད་རེད་ད་དེའི་སྐོར་ལ་ཡང་ད་དུས་གོང་རེ་ཞུམ་ན་ཞེ་རེད་ཨེ་ནས་དེ་གི་བསྟན་འགྱུར་གྱི་དཀར་ཆག་ནང་ལོགས་ལ། ད་དཀར་ཆག་གི་ཁུངས་དང་ཤོག་གྲངས་ཁོ་ན་བྱེད་པ་གཅིག་པ་རེད་ཨེ་ནས་རིག་པའི་སྐོར་ཞེས་བྲིས་ཡོད་རེད། ཨ་ནི་འདི་ཡིས་ད་ལྟ་རེ་སྒུག་དང་གཅིག་ཏུ་སྡོད་པ་ཡིན་ན་འཐད་ཀྱི་མ་རེད། གང་ཡིན་ཟེར་ན་ད་ལྟ་ཚད་མའི་གྲལ་བཤེར་དུ་འཛོམས་ལ་རེ་སྒུག་ནས་ལུང་དྲངས་པ་དོ་དོ་དེ་རེད་ཨ་ནི་མི་འདུག་གསུངས་པ་ན་ཤེས་བྱའི་གང་ཟག་དེ་ཉིད་ཀྱིས། མཆན་གྱི་ན་ལོ་ལ་ད་རེ་སྒུག་ལ་ཡང་ང་ཚོ་ན་ཡང་མུ་ཁ་ཟེར་ཡ་དེ་དང་ཨ་ནི་འདི་ལ་ཡང་ན་ཡང་པ་པི་ཤ་ཟེར་ཡོང་གི་འདུག་བྱས་རྗེས་ཐ་དད་ཡིན་པའི་སྐོར་དེ་བཀོད་པ།

དགའ་བའི་སྐལ་པ་དེ་ནང་བཞིན་གྱི་དག་ལ་མཚན་མའི་རྩར་འདྲིལ་ལ་སོགས་པ་དོན་མཚོན་ན་ལ་ལ་ན་ཡ་མུ་ཁ་བསྲེ་བས་དེ་ནས་བསྟན་བཅོས་དེ་ནས་ག་ཚོད་རེ་དྲངས་པའི་ལུང་ཧ་ཅང་མང་པོ་ཡོད་རེད་ན་ཡ་མུ་ཁ་བསྲེ་དུས་རེ་རིག་པར་འཇུག་པའི་གོ་གསལ་འདིར་བ་ནི་གཞུང་དོན་མཚོན་ན་ལ་ལ་དང་དང་རིག་པ་ལ་འཇུག་པ་ན་ཡ་པ་པའི་ཤ་བསྲེ་བས་ད་ད་ན་ཡ་པ་པའི་ཤར་ལབ་དུས་རིག་པ་ལ་འཇུག་པའི་འདིར་བ་དང། པོ་རིག་པ་ལ་འཇུག་པ་དེ་ལ་སྒོ་མེད་པ་དེ་ནའི་བ་བའི་ཤ་རུས་དེ་རིག་པ་ལ་འཇུག་པ་ཟེར་ཡ་གི། འོ་ད་འདིའི་མིང་དེ་གསལ་གི་ཡོད་མ་རེད། ད་འདི་ནས་སྤྱི་ལོ་བརྒྱ་ཕྲག་ལྔ་པ་ད་སྤྱི་ལོའི་བྱས་པ་ཡིན་ན་བཞི་བརྒྱ་གྱ་བཞི་གྱ་དགུ་ཙམ་གི་ན་ལོ་ལ་ཕེབས་པའི་ད་ལྟ་རྒྱ་ནག་གི་མཁས་པ་པར་མ་ཐེ་ཡེ་སེ་དེས་སློབ་དཔོན་ཕྱོགས་གླང་གི་བསྟན་བཅོས་འགའ་ཤས་ཅིག་འདེགས་འཇགས་སྐེ་ནས་རྒྱ་ནག་སྐད་ལ་ཚུར་བསྒྱུར་ཡོད་རེད། འདི་ནང་བཞིན་གྱི་ད་ལྟ་ཚད་མའི་སྐོར་ལ་ཡང་ཨ་ནི་བྲིས་པ་འགའ་ཤས་བཅས་བསྩལ་ཡོད་པའི་ལོ་རྒྱུས་འདི་འདྲའི་གོ་ཡ་ཡོད་རེད། དེ་ཡིན་དུས་ད་ལྟ་འདིའི་སྐོར་ལ་ཡང་སྤྱི་ཡོངས་ངང་དུ་བསྡོམས་པ་ཡིན་ན་དེང་སང་རྒྱ་ནག་སྐད་དུ་ཡང་ཨ་ནི་ཚད་མ་ཀུན་བཏུས་མ་གཏོགས་པ་ཨ་ནི་དེ་མ་ཡིན་པའི་སློབ་མའི་ཕྱོགས་གླང་གི་བསྟན་བཅོས་ཁག་བཅུ་ཙམ་ཞིག་ཡོད་པ་འདི་འདྲའི་གསུང་གི་འདུག་ད་དེང་སང་ཆ་མཚོན་པ་ཡིན་ན་ད་ལྟ་གོང་ཞུས་པ་ནང་བཞིན་རིག་རིག་པོ་དང་ཨ་ནི་རིག་པར་འཇུག་པ་དེ་གཉིས་གཉིས་ཆ་མཚོན་པ་ཡིན་ནས་ཨ་ནི་རྒྱ་ནག་སྐད་དུ་ཡང།

དཔེ་ཆར་བཞག་པ་ཡིན་ན་ད་ལྟ་རྒྱལ་ཚབ་ཆོས་རྗེ་ལ་སོགས་པ་བོད་ཀྱི་མཁས་པ་མང་པོ་ཅིག་གིས་ནི་རྟོག་གེ་བསྟན་བཅོས་ཀྱི་ལུས་རྣམ་གཞག་ཨ་ནི་གསུངས་པའི་སྐབས་ལ་ནི་གྲུབ་པ་དང་ནི་སུན་འབྱིན་ཉིད་བསལ་བྱ་ལ་སོགས་པ་ད་ལྟའི་ཨ་ནི་ཚིག་འགྲོས་བསྐྱོན་པའི་སྐབས་ལ་རིགས་པ་ལ་བཅུག་པས་ད་ལྟ་ལུང་དེ་ཨ་ནི་ལུང་འདྲེན་གནང་གི་ཡོད་རེད་ད་ལུང་དེ་འདྲེན་པའི་སྐབས་ལ་ཨ་ནི་བོད་གངས་ཅན་དགེ་སྦྱོང་གི་མཁས་པ་རྣམ་པ་ཚོས་ཡོངས་གྲགས་ཞལ་མཐུན་པ་བྱས་རྗེས་གང་ལྟར་རེ་སྐུ་ལས་བྱས་རྗེས་གཞུང་གི་མཚན་ལ་ཡང་རེ་སྐུ་ལས་བྱས་རྗེས་བཀོད་ཡོད་རེད་འོ་ད་འདི་ཡིན་པ་ཡིན་ཙང

ཡིན་པ་ལ་ཡང་དགོངས་པ་བཞེས་ནས་རིགས་པ་ལ་འཇུག་པ། སའི་གེ་དག་ཚིག་ཟེར་བའི་མིང་དུ་བསྟན་བྱས་ཏེ་མིང་གང་ཡོད་ས་འོག་དུང་ཚོ་ལ་ཡང་ཚད་མ་རེ་གོ་བྱེད་ཅིང་དེའི་འགྲམ་དུ་ཡང་མཆན་གྱི་ཚུལ་དུ་འདི་བཀོད་ཡོད་རེད། ཞེས་བཀོད་ན་དེ་འདྲ་ཡིན་དུས་དེ་ནང་བཞིན་བྱས་ནས་གང་ལྟར་རེ་གོ། སའི་གེ་མིང་ཡོད་ས་ཚང་མ་ལོ་ལ་ཡང་རིགས་པ་ལ་འཇུག་པ་བྱས་ཅིང་ཕན་ཚུན་ཕག་ཚོ་མིང་གི་རྣམ་གྲངས་ཡིན་པས་འོ་དེ་འདྲ་ཞེས་བཀོད་ན་ལ་ཅུང་ནི་དེ་འདྲ་གི་བཀོད་སྲོལ་ཡོད་དེ་འདྲའི་ཡོང་གི་འདུག། ཁྱོད་གཞན་ཡང་འདོན་པས་ན་མཚན་མ་ཀུན་འདུས་རང་འབྲས་ཀྱི་ན་ལོ་ལ་ནི་མཚན་མར་སྤྲོ་བས་འཆར་བའི་ཕྱིར་རང་གི་རབ་ཏུ་བྱེད་པ་རིགས་པའི་སྒོ་ལ་སོགས་པ་རྣམས་ནི་ཏིལ་རིལ་གཅིག་ཏུ་བསྡུས་ཏེ་མཚན་མ་ཀུན་ལས་བཏུས་པ་བརྩམ་པར་བྱའོ། ཞེས་འོ་མཚན་མ་ཀུན་འདུས་རང་འབྲས་ན་ལོ་ལ་མཚན་མ་ལ་སྤྲོས་པའི་ཕྱིར་རང་གི་རབ་ཏུ་བྱེད་པ་རིགས་པའི་སྒོ་ཞེས་འོ་ཏིལ་ཡང་ནི་རིགས་པའི་སྒོ་ལ་སོགས་པ་ཟེར་ཞེས་བསྟན་བཅོས་འདིའི་མཚན་དངོས་སུ། གསལ་ཡོད་རེད། ཚད་མ་ཀུན་བཏུས་ཀྱི་སྔོན་ལ་ཡོད་པའི་ཁུངས་འདི་དེ་རེད། འོ་དེ་འདྲ་ཡིན་དུས་འདི་ང་ཚོ་ད་ལྟ་ལེགས་སྦྱར་སྐད་ལས་ཕར་གྱུར་ནས། འོ་དེ་ལས་ཨ་ས་པ་ཀ་ར་ན་ཨ་ནེ་ན་ཡ་ད་དི་པི་ཨ་སའི་ཅི་ག་ད་མིང་དེ་འདྲའི་རྗེན་ལས་ཡོང་གི་ཡོད་རེད་དེ་འདྲ་བྲིས་ཤག་ཡིན་པ་ཡིན་ནའི་གང་ལྟ་ཀུན་བཏུས་རང་འགྲེལ་གྱི་དེའི་ལེགས་སྦྱར་གྱི་རྩ་བ་རང་ལས་ཨ་ནེ་ན་ཡ་མུ་ཁ་བྱས་བྱས། སད་ཡོག་རེད་དེ་ན་ཤིག་གི་ད་ན་ཡ་ད་རང་སད་དེ་སད་ཡོག་མ་རེད་འོ་ད་གོང་ལ་ཞུས་པ་དེ་ད་ད་རང་འགྲེལ་གི་ཚིག་དེ་ད་ད་སྤྱི་བོ་པའི་གཞུང་རིག་པའི་འཁོར་ལོ་རྩིབས་བཅུ་གཉིས་པ་སད་དེ་སོ་བཀོད་དང་པོ་དེ་ལ་ཡ་དྲངས་པ་ནས་ཚུར་བཀོད་པ་གཅིག་ལུང་འདྲི་བྱས་པ་རེད་འོ་ད་དེ་ཚོ་ལ་ཡ་ང་ཚོས་དགོངས་པ་བཞེས་པ་ཡིན་ན་ན་ཡ་ད་ར་སད་དེ་དང་ཨ་ནི་ན་ཡ་མུ་ཁ་སད་དེ་གཉིས་ཆ་བཞག་པའི་ནས་གཅིག་པ་མ་ཡིན་པ་དེ་སད་པ་བཅས་གཅིག་རེད་དེ་འདྲ་ཡིན་དུས་ད་ག་ད་ཚད་མའི་གཞུང་ད་ཚོའི་ན་ལོ་ལ་ན་ཡ་ད་ར་དར་བ་སའི་གི་མིང་འདི་སེ་གི་ཡོད་མ་རེད་ཨ་ནི་དར་བ་སའི་ཚིག་འདི་ང་ཚོ་ཕྱིས་སུ་དེ་འདྲའི་བྱ་ར་མེད་འགྲོ་བྱས་ནས་གསུང་མཁན་དེ་འདྲའི་ཡོང་གི་འདུག་གང་ལྟར་མདོར་བསྡོད་པ་ཡིན་ན་ཨ་ནི་རེ་སྐུ་དང་རིག་པར་འཇུག་པ་གཉིས་དེ་མིང་ཐ་དད་པའི་བསྟན་བཅོས་གཉིས་ཡོད་པ་འདི་ཕལ་ཆེར་གསལ་པོ་ཆགས་པ་གཅིག་རེད་དེ་ནང་བཞིན་གི་འདེགས་བྱང་མིང་ད་ལྟ་ན་ཡ་ད་ར་སའི་དེ་ག་རེ་ཡིན་མིན་ཐག་ཐག་གཅིག་ཏུ་ཞུ་ཐུབ་ཀྱི་མི་འདུག་ཡིན་པས་ན་ན་ཡ་མུ་ཁ་དང་ན་ཡ་པ་པེ་ཤ་དེ་གཉིས་རེ་སྐུ་དང་རིག་འཇུག་ཡིན་པ་ལ

འདི་ན་ཞེས་རིག་པ་ལ་ཞུགས་པ་སའི་གི་ཚིག་དང་སོ་ཕལ་ཆེར་ཡོད་པས་སོར་ཕྱེ་བ་རེ་རྒྱ་ནག་སྐད་ལ་བལྟས་པ་ཡིན་ན། ད་ལྟ་ལེགས་སྦྱར་སྐད་ལ་ཡོད་པས་ང་ཚོ་ད་རྩ་འགྲེལ་དུ་སོ་ན་ལ་བལྟས་པ་ཡིན་ན་ད་རྩ་འགྲེལ་དེ་ནི་དཔེ་ཆ་བཞག་པ་ཡིན་ན་ང་ཚོར་བདེ་སྐྱིད་བསྟན་འགྱུར་གྱི་ཚད་མ་པོད་བཅར་འབྲི་བྱེད་འདིའི་ཤོག་གྲངས་བརྒྱ་བཅུ་གྱ་བཞི། ཉི་ཧོང་གི་པར་མ། འོ་དོ་འཛིན་ནོ་ད་ལྟ་ང་ཚོ་ཨ་ནེ་བོད་སྐད་ལ་སོགས་པ་གཞན་དག་ལས་འགྱུར་བ་ལྟ་བུ་མ་ཡིན་པར་ལེགས་ཆ་རང་གིས་མ་བོས་རང་ཨ་བྲིས་པ་དེ་འདྲ་ཡིན་པ་ཅིག་ཆགས་བསྡད་ཡོད་རེད། ང་ཚོ་ནོར་ལ་བལྟས་པ་ཡིན་ནས་མིང་གི་ཁྱད་པར་དང་ཚོར་ལ་བལྟས་པ་ཡིན་ན་མཐའ་གཅིག་ཏུ་ངེས་པ་མེད་པའི་སྲོལ་བྱུང་ཡོད་རེད་དེ་ཡིན་དུས་རྩ་བའི་དབུ་ལ་ཡང་ཨ་ནེ་རིག་པ་ལ་བྱུགས་པའི་རྡོ་ཟེར་ཅེས་བྱས་དེ་བཀོད་བཤད་གཞན་དག་ཏུ་ནོར་ལ་རྡོ་ཟེར་ཡོད་མ་རེད་དེ་ནང་བཞིན་གྱི་ད་ལྟ་རྒྱ་གར་གྱི་སློབ་དཔོན་སེང་བཟང་ལྷ་ལྡན་གྱི་འགྲེལ་པའི་ནང་ལོགས་ལས།

པོ་འདིའི་སྒྲ་དང་འབྲེལ་པ་ཤེས་རབ་སྒྲོན་མེ་ན་རེའང་མ་ཏཱ་མ་ཀཱ་སེ་ཡ་གི་བཀའ་ཡིག་འདིའི་དག་ཏུ་དབུ་མའི་གྲུབ་མཐའ་ལ་འཇུག་པ། འོ་དེ། གསུང་གི་ཡོད་རེད། འོ་དེ་ན་ཞིག་ད་ལྟ་གོ་སེ་ཡ་གི་ཚིག་དེའི་ང་ཚོ་དག་མཚན་གི་ཟུར་ཡང་ཨ་ནི་དངོས་སུ་ཡོད་པ་དེ་འདྲའི་ཕལ་ཆེར་མེད་པའི་ཟུར་ཅིག་རེད། ཡོད་རེད་དེ་ན་ཞིག་གི་ད་ལྟ་ན་ཡ་མུ་པ་སེ་ཡ་དེ། སློབ་དཔོན་གི་བསྟན་བཅོས་གཞན་དག་ལས་ཚུར་ཁར་ཡོང་བ་དེ་འདྲའི་ཡིན་སྲིད་པ་རེད། ཨ་ནི་རིགས་པར་འཇུག་པའི། བཟའ་རིག་པར་བྱུག་པ་ཟས་ཀྱི་ཚིག་གི་ལྷག་མ་ལ་ཡང་བསམ་བཏང་ནས་ཨ་ནི། ཀོ་ཟས་དེ་ཕྱིས་སུ་ཁ་སྣོན་རྒྱབ་པ་འདི་འདྲའི་ཡིན་ཟེར་བ་རེད་ཟས་ཀྱི་འདི་འདྲའི་གིས་གསུང་མཁན་ཡོང་གི་འདུག་གང་ལྟར། བསྟན་བཅོས་ཀྱི་བྱེད་ལས་ལ་བར་བཏོན་ནས་ཨ་ནི། ཀོ་ཟས་དེ་དུས་ཕྱིས་སུ་ཀོ་ཁྱད་པར་ཟས་བཅས་ཀྱི་ཚུལ་ལ་ཡང་སྦྱར་བ་འདི་འདྲའི་ཡིན་ཟེར་དཔེ་ཆ་བཞག་པ་ཡིན་ན་ང་ཚོ་བོད་སྐད་ཀྱི་བཀའ་འགྱུར་ནང་ལོ་ལ་བཞུགས་པའི་ཨ་ནི་མདོ་ཐམས་ཅད་ཀྱི་ཚད་ལ་ཡང་ཨ་ནི་ཐེག་པ་ཆེན་པོའི་མདོ་ཟས་ཀྱི་ད་ལྟ་ཚིག་དེའི་ལེགས་ཆ་ལ་ཡང་ཡོད་ན་རེད་མེད་ན་རེད་གང་ལྟར་བོད་སྐད་ལ་འཚོལ་རྒྱུ་རེད་སྐབས་ལ་ཨ་ནི་ཚན་ལ་ཡའོ་ཚན་ལ་ཡའོ་ཐམས་ཅད་མཐུན་པར་བྱས་ནས་ཨ་ནི་ཐེག་པ་ཆེན་པོའི་མདོ་གསལ་དེ་སྦྱར་ཡོང་དགོས་རེད་འོ་དེ་ནང་བཞིན་བྱས་ནས་ང་ཚོ་བོད་སྐད་དང་རྒྱ་ནག་སྐད་ལ་ཡོད་པའི་ཚིག་ཟུར་ཐམས་ཅད་ལ་གང་ལྟར་ལེགས་ཆ་གི་རྩ་བ་ལ་ཡང་ཡོད་དགོས་ཀྱི་ཡོད་མ་རེད་འོ་ད་འདི་འདྲས་ཀྱི་ཐོག་ནས་ཡང་ང་ཚོ་དགོངས་པ་བཞེས་དགོས་ཡ་གཅིག་ཡོད་ས་རེད། སྤྲིན་འོད་དང་ལ་སྤྱི་ལོ་བརྒྱ་ཕྲག་ལྔ་པ་དང་དྲུག་པ་ཙམ་གྱི་འདྲེ་གཅིག་གི་བར་ལ་ཡང་ཨ་ནི་བཀའ་འགྱུར་དང་བསྟན་འགྱུར་ཕལ་ཆེ་བས་ད་ལྟ་སློབ་ཆུང་འོག་གི་འཆད་ཉན་དུ་མཚོ་ནག་ཐོག་ནས་བྱེད་པ་མ་གཏོགས་ཡིག་ཐོག་རང་ནས་བྱེད་པས་འོ་དེ་འདྲའི་གེགས་ངེས་པ་གེགས་ཡོད་ས་མ་རེད་དེ་ནང་བཞིན་གྱི་བསླབ་བྱའི་གཞུང་དུ་འདི་ན་ལོ་ལས་ཨ་ནི་ཡི་ག་སོགས་རེད་ང་ཚོ་ཡིག་ཐོག་ལ་འཁོད་པ་ཤ་སྟག་ཡིན་པས་དེ་འདྲའི་གེགས་ངེས་པ་གེགས་ཡོད་ས་མ་རེད་ད་དུས་ཚོད་དེ་འདྲའི་ཕྱིན་ཨ་ནི་མཁན་པ་རྣམས་པ་ཚོས་ང་ཧ་ཅང་གི་དག་པ་ཡིན་པ་ཡིན་ཙང་ཨ་ནི་འདི་བྲིས་པའི་སྐབས་ལས་ངག་ཐོག་ནས་བྲིས་པ་མ་གཏོགས།

ཨ་ནི་དོགས་པ་མེད་པ་དེ་འདྲའི་གཏན་ནས་མ་རེད་གང་ཡིན་ཟེར་ན་རྒྱ་ནག་གི་མཁན་པོ་ཝན་ཚིག་ཨ་ནི་ཧན་སང་བཞུགས་ཡོད་རེད་ད། རྒྱ་ནག་ཡོངས་གྲགས་ང་ཚོ་ཡིག་གཟིགས་ཁང་ནང་ལ་རྒྱ་ནག་གི་མཁན་པོ་ཟེར་བྱས་བཞུགས་ཡོད་རེད་ཡིན་པས་ནས་དེང་སང་བྱས་པ་ཡིན་ན་ཀུ་རི་ཡའི་མི་རིགས་ཡིན་པ་དེ་འདྲའི་ཅི་རེད་ངོ་ཅི་བྱུང་ཡོད་གང་ལྟར་མཁན་པོ་ཝན་ཚིག་གིས་ཨ་ནི་རྒྱ་གར་གི་གནས་སྐོར་གྱི་ལོ་རྒྱུས་ཟེར་ནས་མི་འདུག་ཡང་ན་ཝན་ཚིག་རང་གིས་ཨ་ནི་རིག་ཚུགས་རྩོམ་གསལ་ད་ལྟ་སྐོར་དུ་གསལ་བའི་ཚུལ་དེ། པོ་རིག་ཚུལ་རིག་པར་འཇུག་པ་འདི་ད་ལྟ་རྒྱ་གར་གྱི་བསམ་ས་འདི་ད་ལྟ་ཨང་ཁྲ་ཟས་ཀྱི་ཡུལ་གྱི་ལས་བསམ་པ་རེད་བྱས་དེ་འདྲས་གསུང་གི་འདུག་དེས་ད་ཡུལ་དེ་ལས་སྤྱི་ཡོངས་ཀྱི་ང་ཚོ་དགྲ་བཅོམ་པ་གཡོ་མེད་ཟས་དེ་དགྲ་བཅོམ་པ་གཡོ་མེད་ཟས་དེའི་མིང་ལས་སྤྱི་སྤྱི་ཡོངས་ང་ཚོ་རྒྱ་ག་ཚ་རྒྱ་ནག་ཀེ་རེ་ཡ་ཨ་ཅེ་ར་ཡ་སྤྱོད་པ་ཟས་ཀྱི་དོན་ཡིན་ས་རེད་ད་ད་རྒྱ་གར་ནར་ཆགས་བྱ་བས་ན་ད་ད་ཨ་ཅན་དེ་དྲ་བུག་གི་ཨ་ནེ་རྡོ་ཡི་ཡི་གེ་ལ་དགྲ་བཅོམ་པ་དེའི་མཚན་འཁོད་པ་དེ་རེད་ཡ་གཡོ་མེད་བྱས་བྱས། ཁོས་ཡིན་ས་རེད། འོ་དེ་འདྲའི་ཆ་ནས་ག་འདྲ། འོ་གྲྭ་བཙུན་པ་གཡོ་མེད་ཀྱི་ནི་གཙུག་ལག་ཁང་ཞིག་ཡོད་པ་བྱས་ཨ་རི་དེའི་ཕྱོགས་ནས་བརྩི་བ་ཡིན་ན་ཟུར་ནུབ་ལས་ཡང་ཕལ་ཆེར་ད་ལྟ་མི་ལེ་ཞི་ཙི་ཕྱིན་པ་ཡིན་ན་ནི་དེ་ལས་ད་ལྟ་རི་སྟོང་གཅིག་གི་རྩེ་ལས་ནི་བོད་ཆུ་སྟེང་ཡོད་པ་དེའི་ས་ཆ་དེ་ཉིད་ལས་ནི་སློབ་དཔོན་མཆོག་གི་ལམ་བུས་ད་ལྟ་རིགས་བཅུ་དེ་ནི་བྱང་སེམས་རྒྱ་བ་སའི་གེགས་ད་ལྟ་དག་ཡིན་ཕྱིན་པ་གཅིག་གིས།

སྲིད་ཀྱི་རེད། ཡིན་པ་ཡིན་ན་སློབ་དཔོན་ཕྱོགས་གླང་གིས་ཡིན་པའི་ལོ་རྒྱུས་འདི་འདྲ་ཁས་བསལ་བ་གལ་རྙེད་ཀྱི་ཡོད་མ་རེད་གསལ་ཡོད་མ་རེད་ཡིན་པ་ཡིན་ནའི་གང་ལྟར་བྱང་ཆུབ་སེམས་དཔའ་དེས་ཨཱ་ནི་ཟད་ས་དེ་རི་བོ་གཅིག་ལ་ཨཱ་ནི་བསྟན་བཅོས་དེ་རྩོམ་གོ་དགོངས་བྱས་གང་ལྟར་བསྟན་བཅོས་དེ་རྩོམ་པའི་བྱ་བ་ལ་ཞུགས་པའི་སྐབས་ལ་ཨཱ་ནི་ད་ལྟ་ས་གཡོ་བ་ལ་སོགས་པ་ངོ་མཚར་བའི་ལྟས་ཧ་ཅང་གི་མང་པོ་བྱུང་ང་ཨཱ་ནི་མུ་སྟེགས་ཀྱི་སློབ་དཔོན་དག་ཨཱ་ནི་ཁྲལ་བའི་སྐོར་ལ་སོགས་པ་དོན་ཚོའི་སྐོར་དེ་ད་ལྟ་རྒྱ་ནག་གི་ལོ་རྒྱུས་དོན་ཚོ་འདི་འདྲ་གསལ་ཡོད་མ་རེད་ཡིན་པ་ཡིན་ནའི

ཨོ་དེ་འདྲ་ཡིན་དུས་ད་གོང་གི་ད་ལྟ་མཛད་པ་པོ་བའི་མཚན་བྱང་སེམས་རྒྱ་བ་སྲས་དེས་བརྩམས་པའི་བསྟན་བཅོས་དེའི་མཚན་ལ་ཡང་ནི། ད་ལྟ་རྒྱ་སྐད་ཀྱི་རྩ་བ་ལ་ཡང་དབྱིན་མིན་ལུན་ཞེས་གསལ་ཡོད་པ་རེད་དེ་འདྲ་ཡིན་དུས་ད་ལྟ་ཡི་གེ་འདི་ནཱ་ག་རའི་ཡི་གེ་ལ་ཡང་ད་ལྟ་དབྱིན་མིན་ལེན་ཞེས་བྲིས་ཡོད་ས་རེད། འདས་ཀྱི་མ་གཏོགས་ཡིད་ས་མ་རེད་དེ་ཡིས་ད་ལྟ་སྔགས་སུ་བོད་སྐད་ཚུར་བསྒྱུར་རེ་ན་ལོ་ལ་ནི་དབྱིན་མིང་ཞེ་ཅིང་ལིའི་ལིའུན་ཟེར་གྱི་ཚིག་འདི་ཆ་ཚང་ཡིད་སད་ཡོད་མི་འདོད་འདི་ཚུར་ཚིག་སྡུད་བྱེད་ནས་བྲིས་པ་ཙམ་མ་གཏོགས་སྤྱི་ཡོངས་སྔགས་སུ་བོད་སྐད་ཚུར་བསྒྱུར་རེ་ཡིན་པས་ན་ཚད་མའི་བསྟན་བཅོས་རིག་པ་ར་བྱུག་པ་ཟེར་གྱི་དེ་མིང་འདི་གྲུབ་ཡོང་གི་ཡོད་རེད་དེ་འདྲ་ཡིན་དུས་ད་ག་ད་གོང་ར་ཤོད་པའི་བསྟན་བཅོས་རིག་པ་ར་བྱུག་པའི་སྐོར་འདི་ཕལ་ཆེར་ཡིན་པས་ཟུར་གཅིག། ཡོད་རེད་དེ་ན་ཞིག་གིས་ད་ནུབ་ཕྱོགས་ཀྱི་མཁས་པ་ད་ལྟ་སྐུ་ཞབས་ཇུ་ལི་ཡན་སས་ཁོང་གིས་ད་ལྟ་གོང་ནས་ཞུས་པའི་ཨ་ནི་རྒྱ་གར་གྱི་རྩ་བ་དེ་རེ་ཡ་ཞུ་དག་ན་ཨ་ནི་དེ་རེ་ཡ་ད་ལྟ་དབྱིན་མིན་ཅིང་ལི་མིན་ལན་སས་གི་བསྟན་བཅོས་འདི་བྲིས་ཡོད་རེད་མིང་ལ། དོན་དག་དེའི་རྟོག་གེའི་བསྟན་བཅོས་རིག་པའི་སྒོ་ཟས་དེ་འདྲ་ཞིག་ཕལ་ཆེར་ཡིན་ས་རེད།

རྒྱ་ཆེ་ལ་གཏིང་ཟབ་པ། ནི་དཀའ་བའི་གནས་ཐམས་ཅད་ཚུལ་ཐམས་ཅད་སུ་ཁ་སོར་ཧ་ཅང་གི་གསལ་པོ་ཡོད་པ། ནི་བསྟན་པའི་སྐབས་ལས་ནི་དཔེའི་སྒོ་ནས་བསྟན་པར་སོགས་པ་དེ་འདྲས་གསུངས་ཡོད་རེད་ཡིན་པས་ནི་བསྟན་བཅོས་འདི་ད་ལྟ་རིག་ད་ལྟ་བསྟན་བཅོས་རིག་པར་འཇུག་པ་པོ་འདི་ཕལ་ཆེར་ཡིན་པས་སོ་ཅིག་བཀོད་ཡོད་རེད། ཨོ་དེ་ལས་ད་ལྟ་རྟོག་གི་ཚིག་དོན་ཐམས་ཅད་ཀྱི་ཡན་ལག་དང་བཅས་པ་ད་ལྟ་དཔེའི་སྒོ་ནས་ནི་བསྟན་ཡོད་རེད་ཡ། ད་ཁ་ཅིག་གིས་གོང་ལ་ཞུས་པའི་བསྟན་བཅོས་འདི་མགོན་པོ་ཀླུ་སྒྲུབ་ཀྱིས

མེད་པ་ཡིན་ཙང་ཆོག་གཅིག་ནས་ང་ཚོ་ཡིད་བརྟན་ཆེད་བཀའ་ལས་ཁག་པོ་རབ་རྩིས་ཆགས་ཡོད་རེད། ལྷག་པར་དུ་ཚང་མ་ཀུན་དུས་ད་ལྟ་རྒྱ་ནག་སྐད་ལས་ཡོད་པ་དེ་འདྲའི་གེགས་སེལ་གྱི་ཡོད་མ་རེད། དེ་ཡིན་དུས་འདི་དང་སློབ་དཔོན་ཕྱོགས་གླང་གི་སྐོར་ལ་ཡང་ཨ་ནི་ད་ལྟ་སྒྲུང་གཏམ་དེ་འདྲའི་མང་པོ་ཡོད་ས་རེད་རྒྱ་ནག་སྐད་ལ། ད་གཞན་ཡང་ད་ལྟ་ཧོར་རེད་བོད་རེད་རྒྱ་གར་ལ་སོགས་པ་འོ་དེ་འདྲ་གི་ཁྱིམ་མཚེས་རྒྱལ་ཁབ་ཁག་ལ་བཞུགས་ཡོད་པས་ང་ཚོ་ནང་པ་སངས་རྒྱས་པའི་བཀའ་འགྱུར་དང་བསྟན་འགྱུར་དང་ཨ་ནི་དོན་གཙོའི་ལོ་རྒྱུས་རེད་མཁས་པ་རྣམ་པ་ཚོའི་བྱུང་རིམ་ལ་སོགས་པ

རྒྱ་གར་འཕགས་པའི་ཡུལ་གྱི་ད་ཡུལ་དབུས་མ་འགའ་ལྟར། དང་ད་ཡུལ་དབུས་འགྱུར་བྱང་ལ། དང་ད་སློབ་པའི་སྡེ་གཅིག་བདག་པོ་སྲས་ཀྱི་བློ་ཐག་དེ་ནས་ལྷ་ལས་བེ་ཆུང་གི་སྐྱེ་བ་མཛད་མཁན་གཅིག་བྱུང་ཡོད་རེད། དེ་ནི་དང་ད་མགོན་པོ་ཀླུ་སྒྲུབ་ལས་ནི། སྔོན་ལ་ཡང་བྱུང་ཡོད་རེད་དེ་ཡིན་དུས་སློབ་དཔོན་གྱི་སློབ་དཔོན་ཆོས་གླང་གི་སློབ་མ་ལས། མིང་གཅིག་པ་ཡིན་པས་ནི་སློབ་དཔོན་ཆོས་གླང་གི་སློབ་མ་ཡིན་པ་ལས་ཡོང་ཡག་པོ་རེད་ཡོང་མ་རེད་དུས་ཚོད་ཆེ་རུ་བསྒྲིགས་ཡས་ཡོད་མ་རེད། ད་བདེ་སྐྱིད་དགའ་བོ་ཟེར་མཁན་སློབ་དཔོན་གཅིག་རྒྱ་གར་ཕ་བུ་ཡིན་ལ་དུས་ཕྱིས་སུ་བྱུང་ཡོད་རེད་ཡིན་པའི་གནས་དེ་སློབ་དཔོན་ཆོས་གྲགས་ཀྱི་རྗེས་སུ་བྱུང་ཡོད་པ་ཡིན་ཙང་སློབ་དཔོན་ཆང་ལགས་ཀྱི་སློབ་མ་ཡིན་པ་ཡོང་སྲིད་ཡོད་མ་རེད་ག་ཡིན་ཟེར་ན་སློབ་དཔོན་ཆོས་གྲགས་ཀྱི་རྗེས་ལ་ཡིན་དུས་ཆོས་གྲགས་ཡིས་སློབ་དཔོན་ཆོ་ལང་ཞལ་མཇལ་མྱོང་ཡོད་མ་རེད། སློབ་དཔོན་ཆོས་གྲགས་དེས་ཆོ་ལང་གི་སློབ་མའི་སློབ་མ་ཆགས་བསྡད་ཡོད་རེད་དེ་འདྲ་ཡིན་དུས། ཚོགས་ལངས་ཀྱི་ལོ་མ་ཡོང་ཡ་ཡོད་མ་རེད། དེ་འདྲ་ཡིན་དུས་ད་ག་ན་སློབ་དཔོན་དབང་ཕྱུག་དེ་དང་སློབ་དཔོན་བདེ་སྐྱིད་བདག་པོ་དེ་གཉིས་གཉིས་དེ་རྒྱ་ནག་གི་སྐད་ལ་ཡ་ད་ད་མིང་དེ་སྤྱི་ཡོངས་ཀྱི་ངང་ཚུལ་བྱིངས་པ་འདྲེས་བྱས་མིང་དེ་གཉིས་ཨ་ནི་མིང་གི་རྣམ་གྲངས་དེ་འདྲ་ཆགས་པ་དེ་འདྲའི་བར་གྱི་སྲིད་པའི་ཟུར་གཅིག་ཡོད་རེད། ཡིན་པས་ཡིན་ནས་གང་དག་སློབ་པའི་བདེ་སྐྱིད་བདག་པོ་དེའི་ཡིད་དང་ལ་རིག་པར་འཇུག་པའི་སྒོ་དེ་ནི་བརྩམས་པ་པོ་དང་བསྡུས་མཁན་རྣམ་པ་ཚོས་དེ་གཉིས་ཀའི་མཚན་ཐ་དད་བཀོད་ཡོད་རེད་དེ་འདྲ་ཡིན་དུས་གང་དག་ཡང་མཚན་གྱི་རྣམ་གྲངས་ཡིན་པ་ལས་ཡང་ང་ཚོས་སྒྲུབ་སྟེ་དཀའ་ལས་ཁག་པོ་འདྲ་པོ་ཅི་ཆགས་བསྡད་ཡོད་རེད་དེའི་དགོངས་པ་ཞིག་ས་གཅིག་རེད་ད་དེ་ནས་ད་ལྟ་མཚན་གཅིག་བཀའ་འགྲེལ་གྱི་ནང་ལོགས་ལ་ད་ལྟ་ཚིག་དོན་ཚིག་གི་དོན་བརྟག་པའི་སྐབས་རེད་དེ་ནང་བཞིན་གྱི་ད་ལྟ་མངོན་སུམ་བརྟག་པའི་སྐབས་དོན་ཚོའི་ནང་ལོགས་ལ་ནི་བདེ་སྐྱིད་བདག་པོ་ཟེར་གྱི་དེ་འདྲའི་མཚན་མང་པོ་ཅིག་གསལ་ཡོད་རེད། ཡིན་པ་ཡིན་ནས་དེ་ཡིས་ད་ལྟ་བྱེ་བྲག་པའི་གཞུང་འཛིན་པའི་མཁས་པ་གཅིག་ཆགས་བསྡད་ཡོད་རེད་དེས་ཨ་ནི་གྲུབ་མཐའ་དང་ཨ་ནི་ཁན་ནི་ཆགས་སྡང་ལ་དེ་ལ་མཐུན་གྱི་ཡོད་པ་ཡིན་ཙང་སློབ་པའི་ཕྱོགས་ནང་གི་སློབ་མ་ལ་ཡང་ཡན་ཡོང་ཡས་ཡོད་མ་རེད་གོ་གྲུབ་མཐའི་ཆ་ནས་དེ་འདྲའི་ཡིན་ཚོད་གང་ལྟར་རིག་པ་རུ་འཇུག་པའི་བསྟན་བཅོས་འདིའི་མཛད་པ་པོ་དེ་སློབ་པའི་ཕྱོགས་ནང་དང་ཨ་ནི་དུས་སྐབས་མཉམ་པའི་མཁས་པ་གཅིག་ཡོད་པའི་ཁུངས་དང་སྒྲུབ་བྱེད་དེ་ན་ཞིག་གི་འབྲེལ་ཡོད་ལོ་རྒྱུས་ལ་སོགས་པ་གང་ཡང་གསལ་གྱི་མེད་པ་ཡིན་ཙང། གཏམ་དེའི་སྟབས་ལ་རྒྱ་ནག་གི་ཁ་རྒྱུན་དེ་འདྲའི་ཅིག་ག་ཅིག་ཡིན་ས་རེད། དེ་ན་བཞིན་སློབ་དཔོན་ཆོག་ལང་དང་ནི་ཆོག་ལང་གི་བསྟན་བཅོས་ཀྱི་སྐོར་ལས་ད་ལྟ་རྒྱ་ནག་གི་ལོ་རྒྱུས་དང་མཚོན་ན་ལ་ལ་མཐའ་གཅིག་ཏུ་ད་ལྟ་བདེན་པ་ཡིན་པ་དེ་འདྲའི་ངེས་པ་གལ་ཡོད་ས་མ་རེད་དཔེ་ཆ་བཞག་པས་ན་ད་ལྟ་ལག་པས་ཚད་དེ་རབ་ཏུ་བྱེད་པ་དེའི་རྩ་བ་དང་འབྲེལ་བ་གཉིས་ཀ་ཡོངས་གྲགས་ངང་ཚུ་བོད་གངས་ཅན་དགའ་ལྗོངས་ཀྱི་ད་གཞུང་དང་ཨ་ནི་ལོ་རྒྱུས་དང། ད་ཐེངས་ན་ར་ལ་སློབ་དཔོན་ཀླུ་སྒྲུབ་ཀྱི་སློབ་མ། སྲས་ཀྱི་ཐོག་སློབ་དཔོན་མཆོག་གི་ལམ་ཁ་ས་སློབ་དཔོན་འཕགས་པ་ལ་སློབ་པའི་ཨ་ཡ་དེ་བས་བརྩམས་པ་འདི་ཡིན་པ་ཡོངས་གྲགས་རེད་ཡིན་པས་ཡིན་ནའི་རྒྱ་ནག་གི་ཡིག་ཆའི་ནང་ལོ་ལ་ཨེ་ནི་ལག་པའི་ཚད་ཀྱི་ད་ལྟ་རབ་བྱེད་ཀྱི་ལག་པའི་ཚད་ཀྱི་རྩ་བ་དང་འབྲེལ་བ་གཉིས་ཀ་ལོ་ཨེ་ནི་རྒྱ་ནག་གི་བསྟན་འགྱུར་ན་ར་ལོ་སློབ་དཔོན་ཆང་ལང་གིས་མཛད་པ་དེ་འདྲས་བཤད་ཡོད་རེད་ཆང་ལང་གི་བསྟན་བཅོས་ཁུངས་ཐོ་ལས་བཞག་ཡོད་རེད་འགྲིག་པའི་སྐབས་ལས།